ང་ཚོ་འདིའི་ནང་ལ་ཡ། གངས་ཚོ་དང་ཁྱོད་ཚོ་སུ་བྱས་ནས། གཅིག་གི་རྩེའི་རྒྱབ་ཡ་ར་བོ། ཤོག་ཤོག་འདི་བྱས་ཨ་ཀི་གཞི་རྩ་ཁོ་ར་མི་འདུག་ཨ། ང་རང་ཚོའི་གཅིག་གི་སངས་རྒྱས་པའི་པའི་ཆོས་པ་ཚོས་སེམས་ཅན་ཐམས་ཅད་གཟིགས་ཀི་ཡོད་རེད། ངས་རེ་ད། སྲིད་པ་གསུམ་གྱི་ཨེ་ནི་མཚམས་སྦས་པའི་སེམས་ཅན་ཐམས་ཅད་ལ་ངས་ལ་བསམ་མ་ཐུབ་ནས་འཛམ་བུ་ནི་ད་གའི་ངང་གིས་མི་མཐོང་རྒྱུ་རྒྱུན་སྐྱེ་བྱེད་ལས་ཡིད་ཚང་མ་ལོ་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ང་ཚོ་ཚང་མ་ལོ་གཅིག་གིས་གཅིག་ལ་ཡ་འཆམ་པོ་བྱེད་གཅིག་གཅིག་ལ་རོགས་བྱེད་ང་ཚོ་དང་ཁྱོད་ཚོ་ཟེར་སྐད་ཅིག་དེ་མོ་ཀོ་བྱེད་དེ་ཞུ་ཉེན་འདོད་བྱུང་ཨེ་ད་རེ་ད་ཕྱི་ལོའི་ལོ་སར་ཆགས་བསྡད་ཡོད་རེད་ཨང་ཚང་མ་བློ་ལ་ཡ། བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ལོ་རྙིང་པ་འདིའི་ནང་ལ་འདས་པའི་ལོ་རྒྱུས་ནང་ལོགས་ལ་ང་ཚོ་རྙོག་དྲ་མང་པོ་ཅིག་མི་རང་གིས་བཟོས་ཞེས་པའི་རྙོག་དྲ་ཆགས་ཀྱི་ཡོད་རེད་ད། ཡིད་བདེ་བག་མེད་པ་བྱས་བྱས་ད། ང་ཚོ་བོད་མི་རབས་གསར་བ་ཅིག་དང་བསམ་བློ་གསར་བ་ཞིག་བཏང་ནས་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ང་ཚོ་གཅིག་གིས་གཅིག་ལ་རོགས་བྱེད་ཡག་ཆེ་མ་གཏོགས་ང་ཚོ་ཁྱོད་ཚོ་ཟེར་བའི་སྐད་ཆ་དེ་མེད་པ་བྱས་བྱས་འདུག་ཟེར་ཡིན་ད། དེ་ཚང་མ་ལོག་རེ་ཞུ་ཉེས་འདོད་བྱུང་ཨེ། དེ་རིང་ད་སྐབས་སུ་བབ། ཨ་ནི་བརྟན་བཞུགས་ཚོགས་པ་ཁྱེད་རང་ཚོ།

དེ་འདྲའི་གི་ད་རྙོག་དྲ་ཡོང་བསྡད་ཀྱི་ཡོད་རེད། ཨ་འདིའི་ད་ཚང་མ་ལོག་ལ། ཨ་ནི། ཞེས་དངོས་ནས་ད་ང་རང་ཚང་མ་ལོག་གི་སྨོན་ལམ་རྒྱབ་ཡ་བྱེད་ཀྱི། ད་ཨེ་ནི་ག་ཚད་ཐུབ་ཐུབ་ཀྱི་གཅིག་གི་གཅིག་ལ་རོགས་བྱས་ནས་ཕན་ཐོག་བྱེད་འདོད་ཡ་བྱེད། ཨེ་ནི་རྒྱ་ནག་ནང་ལ་ཆ་བཞག་ན་དེར་སྐད་ཚོད་ཅིག་གི་ས་ས་ཁ་ཤས་ལ་བས་ཏེ།

དེ་འདྲ་ཡིན་དུས་འཛམ་བུ་འདི་འདི་གང་ལ་ད། འགྲོ་བ་མིའི་རིགས་ལ་ཡང་དཀའ་ངལ་འཕྲད་བསྡད་པ་དེ་ཡིན་དུས་ད། ཞིག་བ། བསེ་ཡག་གི་དོན་དག་ལ། ཨ་ནི་སྐབས་སུ་བབས་པ་འཕགས་པ་སྤྱན་རས་གཟིགས་ལ་ཡར་སོགས་བལྟ་བྱས་མོ་ནི་ཕྲན་སྐོར་ཅིག་བསགས་ཤོག་ཨ།

བསམ་པ་བཟང་པོ་འདི་བློ་གྲོས་ཀྱི་རྣམ་དཔྱོད་ཟུང་དུ་འབྲེལ་རེ་བྱུང་ན་ཨེ་ནི་ཡག་པོ་འདུག་གོ། གཞན་གཅིག་གི་སེམས་པ་བཟང་པོ་གཅིག་བུ་གི་ཡང་དེ་ཙམ་གྱི་ནུས་པ་ཐོན་དུ་ཡང་ཁག་པོ་རེད་བ། པའི་ཤེས་རབ་འདི་གལ་ཆེན་པོ་ཞེ་དྲག་རེད་འདི་འདྲ་ཡིན་དུས།

ཀུན་ལ་བུ་གའི་ཕན་ཐོགས་ཆེ་ཡག་གི་གཞན་ཕན་གི་བློ་དེ་ཡག་གོང་ནས་གོང་དུ་སྤེལ། དེའི་གཅིག་ཨེ་ནི། གླེན་པ་སྟི་སྡུག་གི་སྐད་ཆ་མ་ཡིན་པ། ཕྱིར་དུ་རྣམ་འབྱེད་ཀྱི་ཤེས་རབ་ཀྱི་གྲོགས་དང་བཅས་པ་དེ་འདྲ་གཅིག་གི་ཐོག་ནས་གཞན་ཕན་བསྒྲུབ་ཡ་དེ་ང་ཚོ་ཚང་མ་ལོག་གི་སྐབས་སུ་བབས་པས་ད་ལས་འགན་རེད་ལ་མི་ལུས་ཐོབ་པའི་གོ་ཆོད་པ་བྱེད་དགོས་རེད།